མཉམ་པོ་བདེ་བའི་དགའ་རོགས་ཞེས་ཡོད། ད་ཡིན་ནའི་ལན་ཁོ་གཉིས་དགའ་རོགས་རང་མི་ཞུ་གཞན་པའི་གིས་གཟུགས་པོའི་འབྲེལ་བ་ད་དེ་འདྲ་རྩ་བ་ཉིད་ནས་མེད། ད་ལོ་གསུམ་ཚོ་མཉམ་པོ་བདེ་རྗེས་རོལ་བ་ད་ཆང་ས་རྒྱས་པའི་དུས་ཚོད་སླེབས་ཟེར་བསམ་པ་ཨེ་ན་ཕན་ཚུན་ཕ་མ་ཐུག་ཡ་ཆེ་བས་ཡིན། ད་ཡིན་ནའི་ལན་ངེད་ལ་ཕ་མ་མ་ཐུག་གོང་ལ་རོལ་བ་མོ་རང་གི་ནང་དེ་འགྱངས་པ་རེ་ཞིག་ཡོད་ཙང་ཨེ་ནི། མོ་རང་གི་ནང་ལ་ངེད་མཆིན་པས་ཡིན་མོ་རང།

ཨ་ནི་ང་འདི་བཙན་གཡེམ་ཁོངས་གཏོགས་ལ་འགྲོ་གི་རེད་བས། གཉིས་ནི་ཡིན་སོང་རྟ་རྔ་དགའ་རོགས་འདི་དང་ཆང་ས་བརྒྱབ་ཡག་གི་རེད་བ་དྲན་སོང་ཨ་ནི་རྒན་ལགས་རེད་བ་རྟ་རྔ་ཆང་ས་མ་བརྒྱབ་ཡིན་ན་ཨ་ནི་ངའི་གི་འོ་ཡ་ཨ་ནི་མིང་གི་ཐོག་ནས་རེད་བ་ཨ་ནི་རྒན་ལགས་ཤུགས་རྐྱེན་ཡོད་ན་ང་ག་འདྲས་བྱེད་དགོས་རེད་ཟིག་འདུག་དེ་མཛད་པ་དང་ཐོག་མར་རེད་བ་འོ་ཡ་ཨ་ནི་ངས་མཛད་མ་མོ་རང་ལ་ག་རེ་ཤོད་བས་ཟེར་ན་ཡིན་གཅིག་མིན་གཅིག་ཉན་རོགས་བ་སྙན་གསང་ཞུ་གི་རེད་ཨ་ལས་དགའ་རོགས་གི་བཅུ་ཕྱོགས་ཡིན་པ་ཕ་ཞག་དགའ་རོགས་ཡིན་ནས་ལས་བཙན་གཡེམ་བཏང་ཡག་གི་ཨོང་ཆ་མ་རེད་ཐ་ན་བཟའ་ཚང་ཡིན་ནས་ལས་བུ་མོ་འདི་འདོད་པ་མེད་བས་གི་སྐབས་ལ་ཡ།

ཧ་ཅང་གལ་ཆེན་པོ་རེད་ཨ། ང་ནང་ཆོས་ཀྱི་བརྙན་ཐུང་དེ་ཡིན་གྱི་མིན་གྱི་བརྒྱུད་སྐུར་གང་མང་གནང་རྗེས་དེ་བས་ཀྱང་མང་བས་ཀྱི་ཕོ་མོ་ལ་གནས་ཚུལ་དེ་འདྲའི་མ་ལྷག་བས་ཀྱི་སྔོན་འགོག་ཡོང་རོགས་བྱུང་ན་བསམ་གྱི་འདུག་གཟིགས་འདུག་མོ་རང་གིས་འོ་དེའི་དུས་རྩམ་པ་ཨ་ནི་ཁྱེད་ནང་ཆོས་ཀྱི་ཡིན་གྱི་མིན་གྱི་དེ་ཙམ་འོ་ཡ་བཀའ་འགྲོ་བདག་ནང་བཞིན་གྱི་བརྒྱུད་སྐུར་གང་མང་མང་ཞིག་གནང་རོགས་བྱས་ལ།